སྐལ་བཟང་ཆུང་འཛར་ལས་ཚང་མས་བཟང་སྔར་ལ་ང་ཏང་ཡིན་སྐ་རྒྱུད་དེ་མྱི་རི་ཡི་དྲར་རྒྱ་རྒྱུད་དེ་མི་མང་ཚང་མ་ལ་འཇུ་ལི། དེ་ནས་ཕལ་ཆེར་ཨི་ཡོ་ང་ཏང་སྐད་སྒྲིག་རིམ་གསུམ་པའོ་ཡིན་ཧ་ལེ། སྐྱོད་པ་སང་དེ་ནས་ཡང་དེ་རིང་ང་ཏང་སྐ་ཞལ་འཛོམས་སྐྱོད་པ་སང་དེ་ནས་ཡང་ང་ཏང་མི་མང་སླ་རྩ་ཡིག་ཞིག་བི་པ་སེ་ནས་སྐོར་ལ་ཞུ་ཆེ་སིར་བཙོན་འགྲུས་སྤོ་ཡོང་པ། སྐྱོད་པ་སང་ངེད་རང་དྲི་བ་ཡུས་ཏི་ཡ་རྫ་ཀི་ཨ་ཟླ་ཉི་མ་རེམ་སིས་ཟླ་ཉི་མ་རེམ་སིས་དེ་ནས་ང་ཏང་ཨ་ན།

ཅེས་ཟེར་ན་དེ་ནི་ང་དང་ཨིན་ཅིའི་མིན་ཅིའི་ཨི་སཱ་འདྲེ་གུ་རུབ་སི་ཀྲིན་པི་ན་ཐུ་ཤེ་སི་ཕྱ་ཨིས་སྒོམ་པའི་ན་ཉི་མ་གཅིག་ཆུ་ཚོད་གཅིག་ཨིས་སྒོམ་པའི་ན་ཐུ་ཤེ་སི་ཕྱ་དེ་ནི་བཞག་བཞུགས course complete བྱོས་ཁ་ནི་ཡོང་དགོས་ས་ནོག་ཤུ་རོག་ཀ་ས། དེ་མིན་ན་ཧང་གོ་ཅེས་མི་ལ་ཧ་ལ། ཨོ་དེ་མིན་ན་ཧང་གོ་ཅེས་ཀ་སྤོ་ཡོ་ནོག་ལེ་ཅེས་ཟེར་ན་དེ་ནི་ང་དང་བཞག་བཞུགས course པོ་བཞག་ཉུང་མཐའ་བྱོས་ན་བཞག་བཞུགས course པོ་རྫ་ན་དེ་ནི་ང་དང་ཅིའི་སྒོམ་ཅན་ཅིའི་སྤྱོད་ཅན་སྤུ་ར་ཧ་གོ་སྟེ་པ་སང་ན་དེ་ནི་སྒོམ་ཆེ་སང་ལྷ་མོ་ཆ་ཅེས་ཡིན་ནོག་དེ་ནི་དེ་ནས་མ་རང་ཕེང་ཕན་ཐོགས་ཟིན་ནོག་དེ་མ་ནས་ཨེར་དེ་ནས་ཅིས་སྒོམ་ཅན་ཅིས་སྒོམ་ཅན་མ་མཛད་ཁན་པོ་ཁ་ཏྲང་ཨ་སན་དེ་གུར་བསི་ཏིང་ཡིན་ན་ཨ་ཡུས་སྐྱོད་ན་ཆོ་ཨང་མ་ནོག་བཞུ་རུག་ཡང་ཧང་གོ་ཆེས་མ་ནོག་ཁ་སང། དེ་ནས་ང་ཏང་དང་ས་ཏང་ཡང། ང་ཏི་ཧེ་མ་ལི་ཡི་སོ་གོ་པུ་ཏི་ས་མི་ན་ཧ་ལ། ཐེག་པ་ཆེན་མོ་ཐེག་པ་ཆུང་ངུ་ཟེར་ཁན་མང་པ་ཡོད་ཀྱི་ཧ་ལ། ད་དག་ས་ཨི་ཆོས་པོ་ཧ་ལ། ཁ་སང། ད་ལྟའི་འདི་ཀོ་དེ་བི་པ་སཱ་ནཱ་དེ་ནི་ཉན་རང་བསམ་བློའི་ནང་མཐོང་ཟོན་ནའང་དེ་ནི་ཐེག་པ་ཆེན་པོ་ཨིན་ཅེས་སོགས་ཤིག་མཐོང་འདུག་ཆུང་ངུ་ནས་ཨིན་ཅེས་སོགས་ཤིག་མཐོང་འདུག་བཀའ་སློབ་ཤིག་མཐོང་འདུག། ཡུལ་ཁྱེད་དེ་ནང་ད་ང་དང་ཚང་མས་ད་མོལ་ཁ་ནང་བཞིན་དེ་ནི་ང་དང་ད་ཐེག་པ་ཆེན་མོ་ཨེ་ནོག་ཐེག་པ་ཆུང་ངུ་ནས་ནོག་དེ་ནི་ཐེག་པ་དམན་པ་ཨེ་ནོག་ཕ་ལ་ན་ཕིས་ད་ནམ་མན་མང་པོ་བཞུགས་ཨེ་ནོག་པ། སྐྱོད་པ་སང་ངས་བསམ་པའི་ནང་ང་རང་ཉམས་མྱོང་ཐོག་བཞུགས་ན་ཡུལ་ཁྱེད་དེ་ནང་ཐེག་པ་ཆེན་མོ་བྱུང་ཟེར་བྱས་ཤིག་ཅང་མི་རིག་པའི་ཡ་ལ་ཨིའུ་ཁྱེད་རྣམས་སངས་རྒྱས་བཅོམ་ལྡན་འདས་སྲིད་སྒོ་མ་ལྔ་སྒོ་མ་དེ་ནས་དང་རིག་པ་རབ་བདེན་མཐའ་སུ་མི་སྣང་སྟོན་ཏེ་དེ་ནས་ཆོས་གསལ་མཁན་པོ་ཁྱེད་དེ་རྣམས་བདེན་པས་ཁྱེད་དེ་རྣམས་ང་དང། དེ་ནས་དམག་དོན་སོགས་པོ་ཨིན་ཐིག་འདུག་ཡ་ལས་དཀའ་བར་གྱུར་ཏེ་ང་དང་ང example ཞིག་དང་ལས་ཨིའུ་ཁྱེད་དེ་རྣམས་ངས་ཁ་སྤ་སངས་མི་ཕེ་བཞུགས་སྟེ་མན་ང་ང་རང་ནང་འདྲ་མཉམ་ནང་ང་རང་ནང་ད་ཡོད་ཨ་ཐུ་བ་རིག་ད་བཞུགས་ནང་མི་འདུག།

ང་དང་ཨ་མ་སློབ་སྦྱོང་དྲག་པོ་མ་ནས་གཞུང་བཀའ་པོད་ལྔ་ལ་སོགས་པའི་མ་ནས་རྒྱ་བོད་བཀའ་འགྱུར་གསར་འགྱུར་ལ་སློབ་སྦྱོང་ཡོད་མཁན་ཅིག་ཡིན་ནང་གལ་ཏེ Practice མེད་ན་ནི་དེ་ནས་བདེན་པ་ཨེ་ཡོད་ནི་བདེན་པའི Practice དགའ་བ་ཁྱེད་དེ་ནང་མ་ནས་མ་ནས་ན་ཨེ་གཟུགས Buddhism ཡོད་སྐོར་ལ་ཙེ་ཕེ་ཞིག་སློབ་སྦྱོང་མེད་མཁན་ངུ་ནང་དེ་ནས་ཉམས་ལེན་ཅུང་ཉམས་ཅེར་ཅན་ཅིག་ཉམས་ལེན་བཅུ་མཉམ་བྱེད་ཅིང་སློབ་སྦྱོང་ཡོད་ཁང་ངོས་ལ་དང་ཕན་ཐོགས་སྡུག་དང་སྡུག་མེད། ཕན་ཐོགས་སྡུག་དང་སྡུག་སློབ་སྦྱོང་མེད་ཁང་ངོས་ནས་ཀྱང་མ་ཧ་ལ་ཤ་ཟའི་ཕན་ཐོགས་མ་ཆེན་པོ་ཐོང་འདུག་བདེན་པའི་གཞུ་བསྟན་ནས་ཀྱང་ཡིན་ན་ཐེག་པ་ཆེན་མོ་ཆེན་པོ་ཟེར་བྱ་ཞིག་མ་མི་རུག་ལེ་ཡུལ་ཁྱེད་དེ་ན་ང་དང་སྨག་རྡ་ནས་རྒོལ་སྡོམ་རྫོགས་ཤིག་ང་དང་སྦས་སིག་རྫོགས་ཤིག་ང་དང་ཡི་གཟུགས་འདུག་ལེ་ག་ས། དེ་ནས།
དང། ཐེག་པ་ཆེན་མོའི་ནང་ལ་ཐེག་པ་ཆེན་མོ་ཟེར་ནང་ད། རྫོགས་པ་ཆེན་མོ་ཟེར་ནང་ཧ་ལ། དེ་ནས་ང་ད། དབུ་མ་ཕྱག་རྒྱ་ཆེན་པོ་ཟེར་ནང། དེ་ཚང་མའི་ནང་དེ་ནས་ང་ད་ད། འཛིན་པ་མ་བཅོས་དེ་ནས་མཐོང་མཁན་པོ། མིག་ནས་མཐོང་མཁན་པོ་ལ་ཧ་ལ། འཛིན་པ་མ་བཅོས་རང་གར་བཞག། དེ་ནས་ང་དང། ཀུ་ཅོ། རྣ་བ་ནི་ང་དང་ཀུ་ཅོ་བསྙེན་པ་མི་བསྙེན་པ་ཅིག་ཐོས་ནའང། དེ་ལ་ཡང་འཛིན་པ་བཟང་པོ་ངན་པ་མ་བྱུང། དེ་ནས་བཏང་སྙོམས་ཞོག་ལ། བཏང་སྙོམས་བོར་དགོས་སོ་ནོ། དེ་ནས་སེམས་ཅན་རྣམས་ཡང་ང་དང། ཉོན་མོངས་དུག་ལྔ་ལ་སོགས་པ། དེ་ནས། རྟོག་པ་སྐྲ་མི་འདག་སྐྱག་པ་ཅི་ཞིག་སྐྱེས་ན་ཡང་བདེ་ཚང་མ་ཡང་འཛིན་པ་མ་བཅོས་བཏང་སྙོམས་ཞོག་ཟེར་གང་ཐུག་བཏང་ནས། ཐེག་པ་མ་ནི་ཆེན་པོའི་ནང་ནས་རྫོགས་པ་ཆེན་པོ་ཟེར་མཁན་ངོ་ནས་ན། དེ་ནས་ཡང་དག་ཕྱག་རྒྱ་ཆེན་པོ་ཟེར་མཁན་ངོ་ནས་ན་དེ་གཟུགས་བཟུང་ཟེར་སྐྱག་ཁ་ལ། དེ་ནས་ན་ནང་ང་ཅི་མཐོང་ཟེར་ན་དེ་ནས་ན་ནང་ཙོག་ཟེར་ཨིན་ནས་ན་གསུངས་འདུག་པས། དེ་གསུངས་པ་སང་དེ་ནས་ཨིན་ན་ཐེག་པ་ཆེན་མོ་ནང་བྱུང་ཟེར་ཤ་ཙོག་ཤིག་ཀྱང་མ་མཐོང་ནས་ན། བཀའ་ཟ་བཀའ་ཟ།

དང་སེམས་བསྐྱེད་ཀྱི་ཐོག་ནས་ཕན་ནུབ་མ་གཏོགས་དབྱེ་ཆོས་བི་པ་ས་ནའི་ཐོག་ན་ཕན་མི་རུབ་པ་ལ། འོ་བི་པ་ས་ནའི་ཕྱོགས་ན་ཕན་མི་རུབ་པ་ལ་བི་པ་ས་ན། འོ་དེ་མཁན་དེ་ན་མི་མང་པོ་ཀྱེ་དེ་ན་མ་དེ་ཙམ་མང་པོ་འདུག་པ་ཡ་ལེ། ཡོད་ཀྱེ་དེ་ན་བདེན་པས་དེ་སློབ་སྦྱོང་ཡོད་མཁན་གྱི་འགྲོ་མེད་མཁན་གྱི་འགྲོ། དེ་ནས་ང་དང་ཀྱེ་དེ་ན་སེམས་ཀྱི་དཀའ་ངལ་ཡོད་མཁན་གྱི་འགྲོ་དེ་ནས་ང་དང་དད་པའི་དཀའ་ངལ་ཡོད་མཁན་གྱི་འགྲོ། ཡ་ཀྱེ་དེ་ན་མ་ནས་པ་ཅི་ཟེར་ཆོག་ཙ་ནང་ཚང་སྲིད་ན་དཀའ་ངལ་ཡོད་མཁན་གྱི་འགྲོ། དེ་ནས་ཁྱིམ་པ་ཞིག་ཡིན་ན་ཡིན་ན་ཁྱིམ་པ་རྐང་ངར་མེད་མཁན་ཞིག་མ་ན་མེད་ཀྱང་དེ་ན་ཟུག་ལ་དེ་ནས་ལྡང་དེ་རིང་དུས་ལ་སྐྱེས་ན་གཞོན་ནུ་ཕྱོགས་སྡོམ་མང་པོ་བ་སེམས་ཅན་རྐང་ངར་ལོས་བསྟེན་ནོ། དེ་ནས་དེ་ན་ཟུག་ལ་སྐྱེས་དེ་ན་ང་དང་ད་མ་ནས་ད་ཨེ་ཟུག་ད་ང་དང་བལ་སྦྱོར་རི་ཐོག་ནས་རྐང་ངར་ལོས་མཁན་དེ་ནས་སློབ་སྦྱོང་ཐོག་ནས་རྐང་ངར་ལོས་མཁན་དེ་ནས་ཁྱིམ་ཚང་ན་དེ་ནས་རྐང་ངར་ལོས་མཁན་མང་པོ་ཡོད་དོ་ནོག་པ་དེ་ཚང་མ་སྐྱེས་དེ་ན་སེམས་གཞི་བདེ་བོར་བྱ། སེམས་མི་ཤི་བ་བོར་བྱེད། རང་ལ་སེམས་མ་རྟག་ཅར་སྤྱོད་བྱེད། སྲིད་སྒོ་དཀར་པོ་གྱེས་དེ་ན་བདེན་པའི་བི་པ་ས་ནཱ་མ་རྟའི་ནཱ་ལ་དེ་ནས་ཡང་འགའ་རང་ཐོབ་བྱ་ཞིང་མི་རུང་བསམ་རག་ལས། དེ་ནས་བདག་སང་ངག་དེའི་བོར་རྒྱུད་ནང་པའི་ནང་ད་བཞི་ན་ལྷག་མཐོང་རྩེ་གསུམ་ཡོད་དེ་ནོག་པ་ལ་ནི། དེ་ནང་ང་ད་ང་ད་ཡང་ནང་པའི། ཅི་ཟེར་ནོ་ན་ནི་ཟེར་ནང་ད་དེ་ནི། ནང་པའི་བླ་མ་སོ་སོ་རང་རང་ཡིན། ད་ཉམས་ལེན་དང་སྟུ་ནི་རང་རང་གི། ད་གདུག་བྱེད་ཁམས། དེ་ནི་མོས་པ་དབང་པོ་དང་སྟུ་ནི་ཡང།

ད་མི་དམངས་ལ་དྲང་པོ་བཤད་ན་ད་སློབ་སྦྱོང་ཡོད་མཁན་ཙང་ད་དེ་ཙམ་ང་དང་ཨི་གཟུགས་ལྷོ་ཁལ་བཅོ་བྱ་སི་ཕ་བ་རོ་ས་བཅོ་བྱ་སི་ཕ་དེ་ཙམ་ཤ་ང་ཅིག་ཁྲ་ད་མེད་འགྲོ་ཨི་གནང་ཁལ་གནང་དེ་ང་དང་སློབ་སྦྱོང་མེད་མཁན་ནི་མི་ངོ་ལ་བདེན་པས་ད་ཨི Sanskrit ནང Hindi ནང་ཨ་སྐྱོད English ཡི་ནང་ཨ་སྐྱོད་པ་ཙང་དེ་ནས Words སྔོན་ཧ་མང་གོ་ཚིག་སྔོན་ཧ་མང་གོ་ཙང་བདེན་པས་ཐེག་པ་ཆུང་ཨི་ནོག་ཧ་ལ་ད་ཨི་ཐེག་དམན་པ་ཨི་ནོག་མི་ཟེ་ཁན་ད་སྤེ་ར་གནམ་ལྕོག་ཨ་ཚོར་བ་ན་དེ་ནས་དེ་ནས་ག་རང་སོང་ཟེར་བརྟག་དཔྱད་མ་བྱོས་ལ་དེ་ནས་མིས་སྤེ་ར་ཡ་ནས་ཨོ་རྡོ་ནི་ཐེག་མ་ནི་ཆོས་ཞིག་ཡིན་ནོ་སློབ་པ་གཟིགས་མཁན་མང་པོ་ཡོང་འདུག་པ་ལ། དེ་བས་ཁྱེད་དེ་ནང་སློབ་སྦྱོང་ཡོད་མཁན་རྣམས་ལ་བདེན་པས་ཀྱང། སྤྱི་ལོ་ཐེ་ཙོམ་ནང་རྣམ་རྟོག་སྐྱེ་དགོས་ཞེས་ཞིག་མི་འདུག་སློབ་སྦྱོང་མེད་མཁན་ངོ་ལ་ཐུགས་ཁག་མེད་ཅེས་བཞུགས་ན། དེ་ནས་ཨ་ན་དེ་ནས་ཆོས་སྤོ་ཁོ་རང། དེ་ནས་ལེགས་སྦྱར་དང་སངས་སྐྲིད་དང་པཱ་ལིའི་ནང་འདི་ཚང་མ་བཤོད་པ་སོང་ན། དེ་ནས་དུག་ཁག་མི་འདུག་བསམ་ལགས་དེ་ཕྱི་ཟློག་པ་དེ་ཚོམ་མ་བཟའ་ད་ལ་དེ་ནས་ཚང་མ་ཨ་ཀ་ཁག་ཐུག་སེ་རང་རང་སོ་སེ་ཕན་ཐོག་སི་པེ་རང་རང་ནང་ཚང་སེ་ཕན་ཐོག་སི་པེ་རང་རང་སེམས་པའི་ཕན་ཐོག་སི་པེ་རང་རང་ཚེ་རབས་ནང་ཚེ་རབས་ཡི་ཕན་ཐོག་སི་པེ་ཨ་ནང་སྐྱོ་དེ་ཉམས་ལེན་མཛད་དགོས་ཤེས་སོགས་དབུ་མ་ཁག་ཅན་མཐོང་འདུག་བསམ་རག་ག་ས།

མ་ཕན་ཐོགས་ཧྲན་ཏེ་རང་བསྲེས་མ་ཕན་ཐོགས་རང་སྣང་ཚ་མ་ཕན་ཐོགས་རང་མི་ཚེ། སྤྱིའི་ཆགས་ལ་ཞིག་བཟའ་དེ་ནང་བསྡད་ཆགས་ལ་བཟའ་བཟོ་ངོ་ནི་ག་ཕན་ཐོགས། སྒེར་སྒང་ཅིག་ཡིན་ན་ཕྲུ་གུ་བ་རེ་ཕྲུ་གུ་གྱོང་པོ་རེ་ཙོག་རེ་ཡོད་ན་དེ་ཕྲུ་གུ་གྱོང་པོ་ངོ་ནི་བཞག་སྟེ་སྤ་སེ་མ་བཞེས་བཟང་ལངས་བྱ། དེ་ཚང་མ་ཁས་གན་དྲོལ་བྱོས་བྱ། དེ་ནས་ད་ན་བཟོ་ལ་སོང་བཞིན་ཡིན་ན་ཡིན་ཆགས་ལ་བཟའ་མཁན་ཅིག་ཡོད་ན་མ། ད་མཚན་ཉིད་མ་ཆགས་ལ་ཞུ་ཡིས་ཆགས་ལ་བཞོ་དེ་མ་ནི་ད་སྤ་སེ་མ་དཀའ་ངལ་མེད་ན་ངལ་འཚོ་ཙོག་ཟུག་པ་ལས།

ཡོད་པ་བཟང་ཨོ་དེ་ཙོག་སི་ཕན་ཐོགས་འདུག་བསམ་སྟེ་ངས་དེ་བསམ་ཚུལ་བཞིན་དེ་ཀ་བསམ། དེ་ནས་ང་དེ་ནང་པ་ནང་པ་ཟེར་མཁན་པོ་ལ་སང་རྒྱ་ཁོ་རང་གསུངས་སོ་ཀྱག་ལ་ནང་པ་ཟེར་མཁན་པོ་སུ་གཅིག་སང་ཨ་ནི་ཤིག་ཐུབ་པ་མ་ནོ་དཔེ་ན་ཅིག་དཔེ་ན་ང་དང་ལོར་རྒྱུས་སུ་ན་ཡོད་ཀྱག་ང་ལ་ན་ལེན་དང་ངོ་ནི་ན་དང་དེ་ཨེ་གཟུགས་ཚང་མ། ནཱ་ལེནྡྲའི་མཐོ་སློབ་ཚང་མ་དེ་ནས་ཤིག་ཟེར་མེ་ཡ་དུག་ཟེར་ས་དེ་དེ་ཚང་མའི་ལོ་རྒྱུས་རེད་ཀྱི་ཧ་ལ། དེ་ནང་མག་པ་ནང་པ་ཟེར་མཁན་པོ་དེ་ནས་ཕྱི་རོལ་གྱི་དགྲ་བོ་ས་ལ་པ་ཞིག་ཐུབ་ཆ་མིན་ས་ཐུབ་ཆ་མིན། ནི་ནང་པ་དེ་ནུབ་སྣུབ་ཐུབ་ཆ་མིན་ཧ་ལ། ཟེར་མཁན་པོ་དེ་ག་བསམ་ཚུལ་ག་གཟུགས་ཤིག་བྱ་དེ་ནས། ནང་པ་ནང་པ་ནང་པ་ཟེར་མཁན་པོ་ག་གཟུགས་བ་ཞིག་ཐུབ་བ་མ་ནོག་བཞུགས་ན། ནང་པ་ཟེར་མཁན་པོ་ཁོ་ལྕགས་ལག་སྒྲོག་སྒྲོག་ཅིག་གནང་རྗེས་ཁང་པ་ཚོ་སུ་ཞིག་ཡིན་མ་གནང་ཁོ་སེམས་མ་སྒྱུར་བྱ་སེམས་མ་རང་སེམས་མ་སྒྱུར་བྱ། ནང་ལོག་ནས་སྒྱུར་བྱ་སྐྱོང་བྱ་ཞིག་རང་སེམས་མ་ཡར་རྒྱས་བཏང་བྱ་ཞིག་ཡིན། སློབ་སྦྱོང་ཅིག་སོང་པ་བསམ་ན་ཁོ་སྒྲོག་སྒྲོག་ཨ་ཡིས་བཟོ་བ་ཞིག་བསང་བྱ་ཞིག་གནང། ལྐོག་ཁྱེར་བྱ་ཞིག་གནང། སྤུན་མེད་འཇིགས་པ་གནང་སྐྱག་པས་འཇིགས་པ་གནང། མི་ཕི་ལོག་ན་མི་གཞོན་ས་ཞིག་བསང་བྱ་ཞིག་ཨི་གཟུགས་པོ་དམའ་ན་མ་ནོག་པ་བྱས་ཟེར་ན་སེམས་སེམས་ལ་སྒྱུར་བྱ་སྐྱོང་བྱ་ཞིག་ཡིན་པ་བསམ་ན། སེམས་ཀྱི་སེམས་ལ་རྒྱུ་ཆ་ཁྱོང་ཆ་ཞིག་ཡིན་པ་སང་ནང་སེམས་ལ་རྒྱུ་ཆ་ཁྱོང་ཆ་ཞིག་ཡིན་སློབ་སྦྱོང་ཞིག་སོང་པ་སང་ཆ་ལག་ཞིག་སོང་པ་སང་ན་ཁོ་སུ་ཅིག་ཡ་ཞིག་ཅེས་ནང་ཐན་ཅེས་ཁག་སོང་ནོག་ལེ་ཀ་སང། དེ་ནས་ནང་དཔའ་བོ་ཧ་ལ་ད་ནང་དཔའ་བོ་ང་དང་དག་ས་ང་དང་ཚེར་ཀ་གག་མི་ངོ་ན་ད།

ནང་པ་ནང་པའི་བཀའ་འཇིགས་གནང་འདུག་ནང་པ་ཡིད་གཟུགས་ཆ་རུག་གཡས་ཆ་རུག་སྦོ་ཆ་རུག་ལས། དེ་འོ་ཁད་དེ་ནང། ད་ཡིད་འོ་ཁད་དེ་ནང་ཕྱོགས་གཅིག་ན་ཁད་དེ་ནང་ཉི་འོན་ཆ་རུག་ཟེར་ཁན་པོ་ད་ཁོ་ངོས་ན་སུ་ལི་ཡིན་ནོག་ལས་ཅེ་ཟེར་ན་མི་ཀྲང་ཟིག་གིས་ཐོག་མ། ངའི་གྲངས་སུ་ཐོག་ན་ཉུང་ངུ་འཆར་རོགས་ཟེར་ན་ངོ་ཡོད་ན་སུ་ལས་ནོག་ཅེས་ཟེར་ན། ང་དང་བ་པུ་ལས་ཤན་པོ་ཙག་ཞིག་སྐམ་ཆེན་ནས་ནོག་ཡ་ལེ། དེ་ནི་མི་གྲངས་སུ་ཨོ་ཡ་ཡ། སྐད་ས།
མི་གྲངས་སུ་ཐོག་ན་བདུན་པའི་ཉུང་ཉུང་ནས་ནོག་ཅེས་ཟེར་ན་ད་བདག་ས་ཅི་ཟེར་ནོག་ད། དེ་ནས་ད་སྐྱེས་སྒོ་འགག་པ་ལ་སོགས་པའི་ཨོ་ཏོ་ཙོག་སེ་མང་པའི་ཨི་གཟུགས་ཡོད་པ་སང་དེ་ནས་ཕྲུ་གུ་གཅིག་གཉིས་རེ་མེད་ནས་ཨི་གཟུགས་མ་འབྱོར་བ་སང། སྦྱོར་མ་བཅུ། དེ་ནས་གསུངས་པ་སངས་མི་གྲངས་སུ་ཐོགས་ནས་བདེན་པའི་ཉུང་བ་རིག་ཡིན་ནོག་ལེ། ད་ནང་པ་མཉམ་ས་ནོག་ནང་པ་མེད་གང་ཆགས་ནོག་ཟེར་ན། ཡུལ་ཁྱད་དུ་ནང། བདེན་པའི་ནོར་དེ་ནོག་ས་ནོག་ཅེས་ཟེར་ན་ནང་པ་ཟེར་ཁང་པོ་ཕི་ལོག་ཅིག་ན། སྒྲོག་སྒྲོག་ཅིག་རིགས་ཞིག་ཙོག་ཞིག་ནང་ཞིག་ཙོག་ཞིག་ཤིག་སངས་རྒྱུ་མི་ཀྱག་རང་རང་སོ་སའི། སེམས་སུ་ནང་ལོག་ནང་པ་ཡོད་ན། དེའུ་ཁྱེར་ན་སུ་གཅིག་ཡོང་སྟེ་ཤིག་གཉའ་ནང་མ་ནོག་སུ་གཅིག། ཅིའི་མེ་དག་ཁུར་ཏེ་ཅིའི་དགའ་གཟུགས་ཤིག་ཡོང་སའི་ཤིག་ཁ་འཇིག། དོ་ལྷ་འཇིག་ཡོང་ནང་རང་རང་སོ་སའི་སེ་མ་ནང་པ་ཡོད་ན་ནང་པ means practice རང་རང་སོ་སའི་སེ་མའི་ནང་ལོག་ན་ནང་པའི་ཕི་ཡ་ནང་པའི་ཉམས་ལེན་པོ་ཡོད་ན་དེ་བ་ཁྱེད་ནང་སུ་གཅིག་ཕི་ལོག་ན་འཇིགས་སྣང་མེད་སྐྱག་ཡ་ལེ། ད་ཨི་ན་ཟུ་བ་ད་དགོན་པ་དོར་བ་ལ་སོགས་པ་ད་ཨི་ན་ཟུ་བ་ང་དང་ང་དང་ཐུབ་སོད

དེ་འོད་སྣང་པའི་ཉམས་ལེན་པོ་ཉམས་སྟེར་བ་སྣང་པའི། ཨི་ན་སེམས་ཀྱི་ནང་ན་ང་དང་ནང་པ་ཕིང་སྟེ་ལྐོག་ཟས་ལྷ་བྱིན་པ་ཕིང་སྟེ་ནི་ཁྱེར་གཉན་ཆེན་མ་ནོག་པ་སོང་བ་སང་ཨི་ན་བཟོ་བ་དང། ནོ་སྐྱ་རེ་ཕི་ལོ་ཨ་ནོ་སྐྱ་རེ་བཏང་ན་རྩ་ཕིག་སེམས་དཔའ་ཕམ་ཤེས་མ་ནི་ནང་པ་ཉམས་སམ་ནོག་སམ་ནང་པ། ཉམས་སམ་མ་ནོག་སང་ཁ་འཇིག་ཉེ་དུས་སེམས་བ་ལོག་ད་ང་ལན་པོ་ད་ད་འཇིག་སྐྱབས་དུ་བ་མི་རག་ཡ་ལེ། རང་རང་བསམ་ཚུལ་ལོག་པའི་གཉེན། ཨོ་རང་རང་བསམ་ཚུལ་ལོག་པའི་གཉེན། དེ་ནས་བདག་ས་ངེ་རང་ཧ་ལ་ནང་པ་ཟེར་གང་པོ་དེ་ནས་མི་གྲངས་སི་ག་ན་ཉུང་ངུ་ནང་མང་པོ་སོང་ཟིན་ནོ་སུ་ཨ་ར་ཧ་ལ་དེ་ཆ་ན་དཔེར་ན་ཟེར་དཔེར་ན་ང་དང་བདག་ས་ནང་པ་ལགས་ལ་འབུམ་གཅིག་ཡོད་ན་ནང་པའི་མི་ད་ནང་པའི་ཧྥེམ་ལི་ན་སི་ག་ཁན་འབུམ་གཅིག་ཡོད་ན་དེ་ཚང་མ་ནང་པ་ཡིན་ནོ། ཧ་ལ། ཡིན་ནོ། དེ་ནས་དེ་ཡིན་སོང་ན་དེ་ཚང་མ་དགའ་བདེའི་ནང་དགའ་བསུའི་ལ་དྭགས་སུ་ན་ད་འབུམ་གཅིག་ཡང་ན་འབུམ་གཉིས་ནང་པ་ཡོད་ན་དེ་ཚང་མ་སྐྱབས་སུ་མ་འགྲོ་ན་དེ་ནས་ནང་པ་ག་ཚོད་ཆགས་ནོ་ཟེར་ན་སྐྱབས་སུ་ད་འབུམ་གཅིག་ཆ་ཚང་སྐྱབས་སུ་འགྲོ་ན་གལ་སྲིད་སྐྱབས་སུ་མ་འགྲོ་ན་ཁོང་ནང་པ་ག་ཚོད་འགྱུར་ཟེར་ན་ང་དང་བྱིས་པ་དང་ནང་པའི་ཁྱད་པར་ཁོ་རང་སངས་རྒྱས་ནས་དེ་ན་གསུང་སོད་སྐྱག་གཞུང་ན་བེ་ཅོན་ན་གསུང་སོད་སྐྱག་ལུང་དང་རིགས་པ་དང་ཆ་ཚང་གི་སྒོ་ནས་གསུང་སོད་སྐྱག།

དེ་ནས་སོ་སོའི་ཨི་ཟུར་ག་དང་སོ་སོའི་ཨི་སེམས་དེ་པས་ཅི་ལོ་ད་ཉམས་ལེན་ཡོད་མི་ཡོད Practice ཡོད་མི་ཡོད་པོ་ཁྱེད་རང་རང་རང་སོ་སོའི་སེམས་མ་བ་ལྟར་རྒྱག་ལེགས་སུ། བདེན་པའི་དངོས་རྟོགས་ང་ནང་པའི་རྗེས་འབྲང་ཞིག་ཡིན་སངས་རྒྱས་བཅོམ་ལྡན་འདས་སུ་རྗེས་འབྲང་ཞིག་ཡིན་ནོ་ག་ཧ་ལ། ལམ་སྣ་རྒྱུག་མཁན་གྱི་ཡིན་ནོ་ང། ད་ང་དཀོན་མཆོག་གསུམ་ལ་སྐྱབས་བཅོལ་མཁན་གྱི་ཡིན་ནོ་ང་ནང་པ་ཡིན་ནོ་བསམ་མཁན་པོ་རང་རང་སོ་སོའི་སེམས་མ་རྒྱུད་གཞུང་གོ་ས་ལ་ཡིན་ནང་ངས་ཕྱི་ལོགས་ཕྱི་ལོགས་ནས། ཕྱི་ལོགས་ཕྱི་ལོགས་ནས་མི་གྲངས་སུ་ཐོ་བ་དང་ན་དེ་ཡང་ངོ་ནི་ཨེ་ཟུ་ན་ཡང་ངོ་ནང་སྟུན་ཏེ་དེ་ནང་པ་ཉུང་བ་རི་ཡོད་དེ་ནོག་ཟུ་སེན་ཨིན་ན་ཟུ་བ་དེ་ནས་འབུམ་གཉིས་བཞོད་ན་འབུམ་གཉིས་ཀ་ནང་པ་ཨིན་ནོག་ཨ་ཟེ་ཁན་པ་ཁྱོད་དེ་ན་ང་ཨེ་ཟུ་བ་ཕུལ་མི་ཐུབ་ལེ་ཅི་ཟེ་ན་དེའོ་རང་རང་སོ་སོའི་སེ་མི་ཀ་རག་ན་སེ་ནོག་སེ་མི་ཀ་ན་ཁོ་རང་ནང་པ་ཨིན་ཁན་པོ་པྲོ་པ་ལི་ཁོ་རང Practice བྱོ་ཨད་ན་དེ་ནས་ཨིན་ནོག་ཨིོ་ཁྱོད་དེ་ན་ཨོ་ལེ་སྐྱབས་འགྲོ་ན་ཕྱི་ནང་སྐྱབས་འགྲོ་དེ་ན་ཕྱི་ནང་ཁྱད་པ་སྐྱབས་འགྲོ་བྱེད་ཟེ་དེ་མ་ནོག་ཨེ་ཟུས་པ་སང་ན་དེ་ནས

སེམས་འདུལ་བྱ་སྲིད་ཆོས་སུ་ཡོད་དེ་འཇིག་སང་ང་དང་དེའོ་སྙམ་ནན་མ་བྱོ། དེ་ནས་བདག་ས་ཡི་ག་སྐྱེ་བའི་ང་དང་བདག་སེམས་འདུལ་ལས། སེམས། རང་རང་སེམས་སུ་བཀུག་ཐུབ་ཟེ། དེ་བ་གྱུར་རྗེས་ཁྱོག་མ་ཐུབ་ན། དེ་ནས་སྐྱེ་བ་ཕྱི་མའི་ཕྱི་ཡིན་ཟེར་རེ། དེ་ནས་ཆོས་སྤྱོད་ནང་དེ་ཕན་འདོགས་བྱ་ཞིག། ཙོག་ཤི་ཡིན་ན་ཡིན་རང་སེམས་ཚུགས་ལེན་ན་དགའ་གཟུགས་བཞིན།

དེ་ང་དང་ནང་པ་ཟེར་མཁན་པོ་དག་ཁ་ད་སོ་ང་དང་སེམས་འདུལ་དགོས་ཆགས་པ་ལ་ཚེ་འདི་ག་དེའང་སྐྱེ་བ་ཕྱི་མ་འདུལ་དགོས་ས་ནོ་སྐྱེ་བ་ཕྱི་མའི་ཕྱིར་ཆོས་མ་ཟེར་ར་དེ་ནས་ཚེ་འདི་ག་སེམས་འདུལ་བྱ་ལ་ནི་ཐབས་སོ་ཐབས་སྤྱོད་རྒྱག་ས་ན་བི་པ་ས་ན་ཡོད་རྒྱག་ག་ལ་བི་པ་ས་ན་ང་དང་བཞག་མ་ཕྱིའི་སྒོམ་ཡོད་རྒྱག་ལས།

བག་ས་ད། གཞུང་ཚང་མ་ནང་པའི་གཞུང་ཚང་མ་སྦྱངས་སི། ད་སྦྱངས་མ་སྦྱངས་ག་མིན་ན་ད་ཁོ་ག་རེ་ཟ་དེ་བི་པ་ས་ན་སྤྱོད་ན། ཕན་ཐོགས། ཕན་ཐོགས་ཡིན་ནོག་ད་གཞུང་སྦྱངས་མཁན་ཚང་མ་འདི་བསམ་ལོ་བཅུ་ཉི་ཤུ་སློབ་སྦྱོང་སྤྱོད་སེ་བི་པ་ས་ན་སྤྱོད་ན་བསམ་ཞིག་ཕན་ཐོགས་བྱུང་ལགས་ཟེར་མཁན་པོ་ང་ཅག

ཡིན་ན་ཅི་དེ་ན་ངེད་བཞག་གུ་རུ་རྗེས་དགོན་ཡིན་ག་ཧ་ལ་གུ་རུ་དགོན་ཡིན་སྐད་དེ་ནས་ཨི་ཟོབ་ཉན་ཐོང་ངོན་བེ་ཏིའོ་ངོན་གཟིགས་ན་དེ་ནས་ངེད་བཞག་ཧ་གོ་ཨ་ནོག་ཁོང་ངོན་ཁྱེད་དེ་ནང་དེ་ནས་བསྒྲེས་ལི་ཨ་དེ་ནས་དེ་ཧར་རྒྱལ་ངོན་ལ་སྐྱོ་དེ་ཙམ་ཞིག་ལོ་ལོ་དེ་ནས་བཙོན་ཁང་ཨ་ན་ཁ་དེ་ལུས་ཁ་ནི་རྐ་ང་སེ་མ་རྐ་ང་ལོས་ཁ་ནི་མི་ཆོས་གཟུགས་སྣ་ཚོགས་སེ་མི་ཚང་མ་བི་པ་སེ་ན་ལྷ་བ་བཛད་དེ་དེ་ནས་ཁོང་ངོ་ནི་སེ་མ་ཙམ་ཞིག་གཞི་སེ་ལེབ་དེ་ནས་བཙོན་ཁང་ནང་བཞུགས་བཞུགས་པ་ཙམ་གཅིག་སེམས་མ་གཞི་བཟླས་ལེབ་སེ་ཙམ་ཞིག་ཁོང་ལོ་ལོ་གྱེས་དེ་ནང་མུན་ཁང་ནང་བཀག་སྟེ་བཙོན་ཁང་ནང་བཀག་སྟེ་བོར་བོར་བའི་སྐྱིད་ལ་དེ་ནས་དབུས་ཙོག་སི་སློབ་སྦྱོང་སྔོན་སེམས་སི་སློབ་སྦྱོང་སེམས་སི་སྦྱོང་བརྡར་སེམས་གཞི་བཟླས་སྦྱོང་བརྡར་ཨོ་རྡོ་གསར་དེ་དེ་ནས་ཙམ་ཞིག་མིའི་ཆོས་ལུགས་སྣ་ཚོགས་སི་མིར་གཏོང་བ་ཀ་དེ་ནས་རྫུན་དངུལ་ཁྱོག་འདུག་དེ་ཚང་མ་གཟིགས་ཤེས་ཡོད་ཀྱག་ཧ་ལ་ཡི་ཀ་གསུངས་པ་སངས་ཨིན་ན་གཞོན་ཕན་ཕན་ཐོགས་ཅན་རག། སྐྱིད་པོ་ཚོ་ར་རག་མ་ཕན་ཐོགས་ཅན་འདུག་ཚང་མས་ཀྱ་ཕན་ཐོགས་ཅན་འདུག་ཟི་རིབ་ནང་པ་གཅིག་པོ་མིན་པ་འཛམ་བུ་གླིང་ཡུལ་གྲུ་ཁག་ན་མི་མང་པོ་སྐྱོ་སྟེ་ད་སི་ང་ཏི་ལ་དྭགས་ལ་ཡར་ངོ་ན་ཁྱེད་ཏེ་ནང་མ། Swedes། མ་ང་ཏི་རི་ཕྱེ་མ་ན་ལ་དྭགས་བཏང་བ་ནི་ཕྱ་ཁོ་ནོ་མ་ནས་ཐོ་བ་མི་རུག་ཧ་ལས་དེ་ཡང་ན་མིག་སལ་གཅོད་སྟེ་བུ་ཚང་བོ་ལ་ད་མ་སིར་ཐོ་བ་མི་རུག་མ་ནས་མ་ནས་ང་ད་ཅི་བཟོས་ཆོག་ད་འཛམ་བུ་གླིང་གང་སོང་ན་མ་ཕྱི་རྒྱལ་ན་ག་ན་ག་ནས། མི་ཚང་མ་གལ་ཏེ་ནང་མ་ནས་སྔན་ལ། སིད་པོ་གལ་ཏེ་ནང་མ་ནས། སྦུག་བཅོས་ཏེ་དེ་ནས་ང་དེའི་ལ་དྭགས་སུ་བང་ལ་ཐོབ་ཆེས་མ་གགས་པོ་འདུག་ད་རུང་ཡིན་ནང་དེ་ནས་གཞོན་ནུ་ཁྱོགས་སྟོང་ཡིན་འགྲོ་རྒད་པོ་ཡིན་འགྲོ་རྒད་མོ་ཡིན་འགྲོ། སུ་མ་ནས་སེ་མ་བཞི་སྟེ་རག་སྒོ་ཤས་ཤིག་ལ་ད་ཡིད་འཁོར་བའི་ལ་སི་ནང་ན་བཞག་ཞུ་ད་ང་ཆོས་སི་མི་ཡི་ག་བཏང་མཚམས་ཏེ། ཏུས་ཕིང་སེ། སྐྱོད་ཆེས་མ་ནས། ང་དང་འཁོར་བའི་ལ་སི་ལ་ནི་ཚར་ཆེས་ཤིག་མེད་ཀྱང་སྐྱོད་པ་སང་རང་རང་སོ་སོས། ཏུས་རིན་ཅན་ཕིང་སེ་ཨ་ནང་སྐྱོད་ན་དེ་ནས་འདི་ཕྱི་ཚང་མས་པད་མ་ཕན་ཐོགས།

ལོ་གསུམ་མ་བཞུགས་པར་ཨོ་པི་ནན་ང་ཅག་རང་གི་བསམ་འཆར་ཡིན་ཡང་ལེ། ལོ་གསུམ་བཞུགས་ཟེར་ན། རྫུན་པ་དང་རྫུན་མ་སུ་ཡིན་ནའང་དག་དགེ་སློང་དགེ་སློང་མ། སུ་ཡིན་ནའང་ལོ་གསུམ་བཞུགས་ཟེར་ན་ལོ་གསུམ་མ་བཞུགས་ས་ཚང་ལ་དབྱིའུ་ཞག་དམར་བཅུའི་སྐོར་བཟོ་ཆོག་ན། གྲོགས་བྱས་སུ་ཕན་ཐོགས་ཆ་ལ་ཧ་ལ་ནས། དེ་ནས་ལོ་གསུམ་བཞུགས་ཚར་ཡིན་ན་ཡང།

ཚོར་བ། སེམས། དེ་ནི་ཆོས། དེ་བཞི་པོ་འམ་དེ་ནི་ང་དང། དྲན་པ། ཉེ་བར་བཞག་པ་བཞི་ཟིན་ན་དེ་བཞི་པོ་འམ་ང་དང་དོན་སྣང་བརྗོད་བྱ། ཚོར་བ། བརྟག་བྱ་བརྗོད་བྱ། ལུས་ལ་དེ་ནི་བརྟག་བྱ་བརྗོད་བྱ་འོ་ན་ཡིན་ནོ། དེ་ནི་དྲན་པ་ཉེ་བར་བཞག་པ་བཞི་ཐེག་པ་ཆེན་མོ་ཆུང་ངུ་ཁོ་རང་རྫོགས་པ་ཆེན་པོ་ཕྱག་རྒྱ་ཆེན་པོ་ཚང་མིན་ན། དྲན་པ་ཉེ་བར་བཞག་པ་བཞི་ཡོད་དེ།

ན། འདི་ལས་ལ་དྭགས་ཙོག་སེ་ཡིས་རྒྱ་གར་དེ་མོ་ཀ་གཡུ་ཙོག་སེའི་སྒོ་སྐབས་ངོ་འདུག་ཟེར་ཏེ་ཁོང་ནི་སྨྲ་ན་ང་དང་བསོད་བདེ་ཅན་བསོད་བདེ་ཅན། བཞུར་པ་ལ། དེ་ནས་ཚེ་གཅིག་འདུག་ཟེར་ན་སེམས་འདུལ་ཟེར་ཤ་སྤུ་ང་དང་མེ་སྐྱག་ཧ་ལ་ལས། མ་ནི་མེ་སྐྱག་ཅི་ཕེ་ཟེར་ན་ང་དང། སྐྱེ་བ་མ་ནི། འཁོར་བ་ཐོག་མ་མེད་པ་ནས་ཡང་དག་སྡིག་པ་བསགས་མྱོང་ཟེར་མ་ལ། ཚེ་གཅིག་འདུག་ཟེར་ཁྱེད་རང་སེམས་སྡུག་ལ་མ་འདུག་ཟེར་ག་རེ་ད། བི་པ་ས་ན་སོང་ཟེར་ན་དེ་ཡང་ཟེར་ཤ་མེད་སྐྱག་ལེ། དེ་ནས་ཚེ་གཅིག་སོང་ཟེར་ཉམས་ང་དང་ཉམས་མྱོང་པོ་ཐོབ་ན། དེ་ནས་འདི་ག་ན་ཁོ་རང་བ་ད་བྱ་མ་ག་ལ་ནས།
དེ་ཕི་ཡ་དེ་ནས་ཡང་ཆོ་ག་ངོ་ལ་ཨི་ཟུག་གོ། བི་པ་ས་ན་བྱོས་ཟེར་ག་རེ་སེམས་སྡུག་ལ་མ་འདུག་ཟེར་རེ་ཚིག་ཡང་མ་ཟ་ལེ། སྤོས་པ་ཅག་ལ་མ་ཟ། སྤོས་པ་མ་ཅག་ལེ་དེ་ནས་རང་རང་མ་བྱོས་དང་མ་བྱུག་དེ་ནས་ཚང་མ་བྱོས་ད་ཟ་ཟེར་རེ་ཞུ་བ་ཡིན།